དེ་ནི། གཙོ་སེམས་ཞེས་པ་སྟེ་སྤྱིར་བཏང་གཙོ་སེམས་ཀྱི་མཚན་ཉིད་དེ་སྟོན་བྱའི་ངོ་བོ་མཐོང་བའི་ཆ་ནས་བཞག་པའི་རྣམ་རིག་ཟེར་བ། གཙོ་སེམས་ཟེར་བ་དེ་ལ་སྤྱིའི་ཆ་ནས་བཤད་པ་ཡིན་ན་མིག་གི་རྣམ་པར་ཤེས་པ་ནས་ཡིད་ཀྱི་རྣམ་པར་ཤེས་པའི་བར་གྱི་རྣམ་ཤེས་དྲུག་ཡོད་པ་རེད། དེ་ནི་བྱེ་བྲག་ཏུ་དགར་བ་ཡིན་ན་གཙོ་སེམས་ཡང་ཧ་ཅང་མང་པོ་ཡོང་ཆོག་གི་རེད། གང་ལྟར་མདོར་ན། གཙོ་སེམས་ཡིན་དང་མིན་གྱི་ལྟ་ས་གཙོ་བོ་དེ་ཡུལ་ལ་འཇུག་པ་དེ་བྱས་ན་ཡུལ་གྱི་ངོ་བོ་ཙམ་ཡུལ་གྱི་སྤྱི་ཙམ་གཙོ་བོར་འཛིན་པ་དེ་འདྲ་ཅིག་ལ་གཙོ་སེམས་ཞེས་ལབ་ཀྱི་ཡོད་པ་རེད། འོ་ན་ཡུལ་གྱི་ངོ་བོ་ཙམ་ཟེར་ན་གང་འདྲ་རེད་ལབ་ན་དཔེར་ན། མིག་ཤེས་བུམ་པ་ལ་འཇུག་པ་དེ་བྱས་ན་བུམ་པ་དེ་ཡག་པོ་ཡིན་དང་མིན། བུམ་པ་དེ་གི་ཁ་དོག་གང་ཡིན་དང་མིན་ལ་སོགས་པ་བུམ་པ་དེ་ལ་བརྟེན་པའི་ཁྱད་ཆོས་རྣམས་གཙོ་བོའམ་ཁྱད་ཆོས་རྣམས་ཞིབ་ཏུ་འཛིན་པ་མ་ཡིན་པར་བུམ་པའི་སྤྱི་ཙམ་ཡིད་དུ་བྱེད་པའི་དམིགས་བྱེད་དེ་རྣམ་པར་ཤེས་པ་རེད། གཙོ་སེམས་རེད་ཟེར་ལབ་ཀྱི་ཡོད་པ་རེད། ད་ནི་སེམས་བྱུང་ཟེར་བ་དེ་དོན་གྱི་ཁྱད་པར་མཐོང་བའི་ཆ་ནས་བཞག་པའི་རྣམ་རིག་ཟེར་ལབ་ཀྱི་ཡོད་པ་རེད། དོན་གྱི་ཁྱད་པར་ཟེར་བ་འདིའི་སྐབས་ཀྱི་དོན་ཟེར་བ་དེ་ཡུལ། ལ་ཡུལ་ལ་ལབ་ཀྱི་ཡོད་པ་རེད། ཨ་ནི་སེམས་བྱུང་རྣམས་ཡུལ་ལ་འཇུག་པ་དེ་ཚེ་ན། ཡུལ་གྱི་སྤྱི་ཙམ་འཛིན་པ་མ་ཡིན་པར་ཡུལ་དེ་ལ་བརྟེན་པའི་ཁྱད་ཆོས་དཔེ་ཆ་བཞག་པ་ཡིན་ན། གཟུགས་ལ་བལྟས་པ་ཡིན་ན། ཨ་ནི་རྣམ་ཤེས་ཀྱི་ཡང་ན་གཙོ་སེམས་ཀྱིས་གཟུགས་སྤྱི་ཙམ་དེ་འཛིན་གྱི་རེད། གཟུགས་དེ་མཛེས་པོ་ཡིན་དང་མི་མཛེས་པ་ཡིན། གཟུགས་དེ་གའི་ཁ་དོག་ག་རེ་ཡིན་དང་མིན་ལ་སོགས་པ། གཟུགས་དེ་ཡིད་དུ་འོང་བ་ཡིན་དང་མིན་ལ་སོགས་པའོ། དེ་དག་སེམས་བྱུང་གི་གཙོ་བོར་འཛིན་གྱི་ཡོད་པ་རེད། གཙོ་སེམས་དང་སེམས་བྱུང་གཉིས་ཀྱི་ཁྱད་པར་གཙོ་བོ་དེ་འདྲ་ཅིག་རེད། ཡིན་ཙང་གཙོ་སེམས་དང་སེམས་བྱུང་གང་ཡིན་ན་ཡང་གཙོ་བོ་དེ་ཁོ་རང་ཉིད་ཀྱི་ཆེད་ལས་ཡང་ན་ནུས་པ། ཡུལ། འཛིན་ཚུལ་གྱི་སྒོ་ནས་བཞག་པ་རེད། བརྩོན་སེམས་ཀྱི་ཡུལ་འཛིན་པའི་ཚེ་ན་སྤྱི་ཙམ་འཛིན་པ་དང། སེམས་བྱུང་གི་ཡུལ་འཛིན་པའི་ཚེ་ན་ཁྱད་པར་འཛིན་པ། འོ་དེ་འདྲ་ཞིག་རེད། དེ་ནི་ལྟུང་བྱའི་ངོ་བོ་ཟེར་བ་དེ་དཔེ་ཆ་བཞག་པ་ན་ཡུལ་གྱི་སྤྱི་ཙམ་གཏན་དུ་སྣང་བ། ཨ་ནི་ཁྱད་པར་མ་ཕྱེ་བ། དེའི་ནང་གི་གཏན་དུ་སྣང་བ་ཟེར་བ་དེ་ག་འདྲའི་བསླབ་བསྐོར་རེད་ཟེར་ན་དཔེར་ན། བུམ་པ་ཞེས་བསླབ་པ་ཡིན་ན་རྟེན་གཞི་ཡང་མ་ན་ཁྱད་གཞི་དེ་འདྲ་ཞིག་ཡིན་པ་རེད་བུམ་པའི་ཆོས་ཟེར་ལབ་པ་ཡིན་ན་ཁྱད་གཞི་བུམ་པ་ལ་བརྟེན་པ་ཡང་ན་ཁྱད་གཞི་བུམ་པ་གི་ཡན་ལག་ཡིན་པ་འདྲ་བོ་དེ་འདྲ་ཞིག་འདུག་དེ་ནང་བཞིན་གྱི་བུམ་པ་མཛེས་པ་ལབ་ན་བུམ་པ་གི་མཛེས་པ་དེ་བུམ་པ་ལ་བརྟེན་པ་འདྲ་བོ་ཅིག་རེད་བུམ་པ་དེ་བུམ་པའི་མཛེས་པ་གི་རྟེན་ཡིན་པ་ལྟ་བུ་དེ་འདྲ་ཅིག་ང་ཚོ་མི་རྣམས་ལ་སྣང་གི་ཡོད་པ་རེད། དཔེར་ན་གཟུགས་མཛེས་པ་ཞིག་ཡིན་ན་གཟུགས་དེ་བྱད་བཞི་ཡང་ན་སྟན་ལྟ་བུ། གཟུགས་ཀྱི་སྟེང་གི་མཛེས་པ་དེ་དེ་ལ་གཟུགས་ལ་ཚུར་སྟེང་ཡོད་པ་ལྟ་བུ་དེ་འདྲ་ཅིག་སྣང་གི་ཡོད་པ་རེད་ཡིན་ཙང་སྟན་དུ་སྣང་བ། ད་ནི་སྟོན་གྱི་ཁྱད་པར་ལབ་ན་བྱེ་བྲག་ཏུ་དགར་བ་བྱ་ཆུ་སྟན་པར་སྣང་བ། དེ་རེད་བྱེ་བྲག་ཏུ་དགར་བ་ཡིན་ན་བྱ་ཆུ་བྱེ་བྲག་ཏུ་དགར་བ་སྤྱི་ཙམ་མ་ཡིན་པ་དེ་རེད་ད་ནི་བྱ་ཆུ་ཧ་གོ་གི་འདུག་བ། བརྟན་པར་སྣང་བ་བསླབ་སྟེ་གང་ལ་དཔེར་ན་གཟུགས་མཛེས་པ་ལྟ་བུ་རེད། གཟུགས་ཀྱི་མཛེས་པ་དེ་གཟུགས་ཀྱི་ཁྱད་ཆོས་སམ་ཡང་ན་གཟུགས་ཀྱི་མཛེས་པ་དེ་གཟུགས་ལ་བརྟེན་པ་ལྟ་བུ་འོ་དེ་འདྲ་ཅིག་སྣ་ཚོགས་ལ་སྣང་གི་ཡོད་པ་རེད། རྟེན་དང་བརྟེན་པ་ལབ་ན་དཔེར་ན་ཁང་པ་ལྟ་བུ་ཅིག་ཡིན་ན་རྟེན་རེད་ང་ཚོ་མི་རྣམས་ཁང་པ་གི་བརྟེན་པ་རེད། འོ་དེ་ནང་བཞིན་དུ་གཟུགས་དེ་མཛེས་པ་གི་རྟེན་དང་གཟུགས་ཅན་མཛེས་པ་དེ་གཟུགས་ལ་བརྟེན་པ་འོ་དེ་འདྲ་གི་དོན་དག་ཅིག་ཡོད་པ་རེད་དེ་ནི་སེམས་བྱུང་རྣམས་སེམས་ཀྱི་རྗེས་སུ་འབྲང་ཟེར་ཅེས་ལབ་ཀི་འདུག་ཨ་འདིའི་སྐབས་ཀྱི་སེམས་བྱུང་རྣམས་སེམས་ཀྱི་རྗེས་སུ་འབྲང་ཟེར་བ་དེ་ནི་སེམས་གང་ལ་ཞུགས་ན་སེམས་གང་ལ་འཇུག་ན་སེམས་བྱུང་རྣམས་ཀྱང་དེ་ལ་འཇུག་གི་རེད། སེམས་ཀྱིས་ཡུལ་ཅི་ལྟ་བུ་ཞིག་བཟུང་བ་ཡིན་ན་སེམས་བྱུང་གིས་ཀྱང་ཡུལ་དེ་འཛིན་གྱི་རེད་ཟེར་བ་སྟོན་གྱི་དེ་འདྲ་གྱི་རེད། ཨ། ཡིན་ཙང་སེམས་བྱུང་དེ་དག་གཙོ་སེམས་ཀྱི་འཁོར་རེད། སེམས་བྱུང་དེ་རྣམས་གཙོ་སེམས་ཀྱི་རྗེས་སུ་འབྲང་ཚུལ་ཡིན་ན་ནི་ཚོང་དོན་རྣམ་པ་ལྔ་ཡི་སྒོ་ནས་རྗེས་སུ་འབྲང་གི་ཡོད་པ་རེད། དེ་ནས་མཚུངས་པ་རྣམ་པ་ལྔ་སྟེ་ག་རེ་ལབ་ན། གནས་མཚུངས་པ་དམིགས་པ་མཚུངས་པ་རྣམ་པ་མཚུངས་པ་དུས་མཚུངས་པ་རྫས་མཚུངས་པ་དེ་རེད། དེ་རེད་ནི་ང་ཚོ་མཚུངས་ལྡན་རྣམ་པ་ལྔ་གི་སྐོར་དེ་སྔོན་ལ་ཡང་བཤད་ཡོད་པ་རེད། འདིའི་སྐབས་ཀྱི་གནས་ཟེར་བ་དང་ནི་སྔོན་ལ་བཤད་པའི་རྟེན་ནམ་དབང་པོ་ཟེར་བ་དོན་དག་གཅིག་པ་རེད། གང་ལྟར་མིག་ཤེས་ཀྱི་འཁོར་དུ་བྱུང་བའི་འདུ་ཤེས་ལ་སོགས་པའོ་སེམས་བྱུང་དེ་དག་མིག་ཤེས་ཡི་རྟེན་དུ་གྱུར་བའི་དབང་པོ་གང་ཡིན་པ། དེ་ནི་སྐྱོང་གི་ཡོད་པ་རེད། ཡིན་ཙང་གཙོ་བོའི་སེམས་དང་འཁོར་བའི་སེམས་སྐྱོང་གཉིས་གནས་གསུམ་རྟེན་གཅིག་ལ་བརྟེན་ནས་སྐྱོང་བ་རེད། འོ་དེ་འདྲ་རེད། ནས་དམིགས་པ་དང་རྣམ་པ་དང་དུས་རྫས། འོ་དེ་དག་མཚུངས་ཚུལ་ང་ཚོས་སྔོན་ལ་ཅུང་ཙམ་ཞིབ་ཚགས་བཤད་ཟིན་པ་རེད།